དེའང་འཁོར་ལོ་གསུམ་གྱི་རྣམ་གཞག་གསལ་ཁ་བྱས་ནས་ག་རྣམས་ཀྱི་ནང་ནས་མདོ་སྡེ་དགོངས་པ་ངེས་འགྲེལ་ལས་འབྱུང་སྟེ། དང་པོ་བདེན་བཞིའི་བར་བ་མཚན་ཉིད་མེད་པ་ཐ་མ་ལེགས་པར་རྣམ་པར་བྱས་པའི་འཁོར་ལོ་ཞེས་གསུངས་ཤིང་ནོར་བུར་རྒྱས་པ་ལས་ཀྱང་མིང་ཙམ་ཞིག་འབྱུང་ངོ། འཁོར་ལོ་རིམ་པ་གསུམ་ཟེར་བ་གྱི་བཀའ་ཁྱད་དེ་འཁོར་ལོ་རིམ་པ་གསུམ་ཞེས་པའི་མིང་དེ་ནི་ཁ་གསལ་བོ། སངས་རྒྱས་བཅོམ་ལྡན་གྱིས་མདོ་རྣམས་ཀྱི་ནང་ནས་གང་དུ་བྱུང་ཡོད་པ་རེད་ལབ་ན་མདོ་སྡེ་དགོངས་པ་ངེས་འགྲེལ་ལས་བྱུང་བ་རེད། མདོ་སྡེ་དགོངས་པ་ངེས་འགྲེལ་གྱི་ནང་དུ། བཀའ་རིམ་པ་གསུམ་སྟེ་གསུང་བསགས་ཀྱི་གནས་དང་དུས་དང་གདུལ་བྱ་འོ་དེ་དག་རེ་རེ་ནས་ངོས་འཛིན་བྱས་ཡོད་པ་འོ་དེ་འདྲ་ཞིག་རེད། ཨ་ནི་མདོ་སྡེ་དགོངས་པ་ངེས་འགྲེལ་གྱི་རང་ལུགས་གཞིར་བཞག་པ་ཡིན་ན། བཀའ་དང་པོ་དེ་ཨ་ནི་དྲང་དོན་དགོངས་པ་ཅན་དང་བཀའ་བར་བ་ཡང་དྲང་དོན་དགོངས་པ་ཅན་དང་བཀའ་ཐ་མ་ལེགས་པར་རྣམ་པར་དཔྱད་པའི་འཁོར་ལོ་དེ་ཨ་ནི་ངེས་དོན་ཡིན་ཟེར། ཨོ་དེ། བྲིས་ཟིན་ལ་ཚིག་ཟིན་ལ་དེ་དངོས་སུ་བསྟན་ཡོད་པ་ཨོ་དེ་འདྲ་ཞིག་རེད་ཡིན་ཙང་བཀའ་འཁོར་ལོ་གསུམ་གྱི་རྣམ་བཞག་ཧ་ཅང་ཁ་གསལ་བོ་དེ་མདོ་སྡེ་དགོངས་པ་ངེས་འགྲེལ་གྱི་ནང་དུ་བྱུང་ཡོད་པ་རེད། ད་ནི་གཟོང་བཅས་དབང་ཕྱུག་རྒྱལ་པོ་ཞེས་པའི་མདོར་བདེན་པ་ཞེས་ཚུལ། སྟོང་པ་ཉིད་ཀྱི་ཚུལ། དེ་བཞིན་ཞགས་པའི་སྙིང་པོའི་ཚུལ་ཞེས་གསུངས། གཟོང་བཅས་དབང་ཕྱུག་རྒྱལ་པོ་ཞེས་པའི་མདོ་ཟེར་བ་གྱི་སྐབས་ཀྱི་འཁོར་ལོ་གསུམ་གྱི་འགྲོ་སྟངས་ཡང་ན་རིམ་པ་གསུམ་གྱི་འགྲོ་སྟངས་དེ། ནི་འདིའི་འོག་ཏུ་མདོ་ཁོ་རང་བཀོད་ཡོད་པ་རེད། ཡིན་ན་ཡང་མདོ་ཁོ་རང་གི་ནང་དུ་བདེན་པ་བཞིའི་ཚུལ། སྟོང་པ་ཉིད་ཀྱི་ཚུལ་དེ་བཞིན་གཤེགས་པའི་སྙིང་པོའི་ཚུལ་ཟེར་བ་འདྲ་བ་ཚིག་འདི་འདྲ་ཡོད་མ་རེད། ནི། རྗེས་སུ་བྱུང་བའི་དགོངས་པ་འགྲེལ་མཁན། གཟུངས་ཀྱི་དབང་ཞིག་རྒྱལ་པོ་མདོ་དགེའི་ནང་དོན་ལ་འགྲེལ་བཤད་བྱེད་མཁན་རྣམས་ཀྱིས་འོ་འདི་འདྲ་གི་རིམ་པ་གསུམ་ཅིག་བྱས་པ་འོ་དེ་འདྲ་ཞིག་རེད། དེ་ནས་རྗེ་བཙུན་བྱམས་པའི་རྒྱུད་བླ་མར། འཇིག་རྟེན་ཤི་བའི་ལམ་ལ་འཇུག་པ་དང་རབ་ཏུ་སྨིན་པ་དང་ལུང་སྟོན་པའི་འཁོར་ལོ་ཞིག་དང། ཨ་ནི་རྗེ་བཙུན་བྱམས་པ་གའི་རྒྱུད་བླ་མ་གའི་ནང་དུ་ཡང་ཨ་ནི་འཁོར་ལོ་ཞིག་ནི་དེ་འདྲ་གི་ཧ་ཅང་གི་ཁ་གསར་པོ་དེ་འདྲ་ཡོད་མ་རེད་དེ་ཡིན་ན་ཡང་རྗེས་འབྲང་གི་མཁས་པ་རྣམས་ཀྱིས་རྒྱུད་བླ་མ་གར་དགོངས་པ་བཀྲལ་བའི་ཚེ་ན་ཨ་ནི་རྒྱུད་བླ་མ་གའི་འཁོར་ལོ་གསུམ་ལ་དབྱེ་བ་བྱེད་ཚུལ་དེ་འདྲ་ཞིག་རེད་ཟེར་ཨ་ནི་རྗེས་འཇུག་གི་མཁས་པའི་ལྟ་ཚུལ་ཡིན་པ་མང་བོ་དེ་འདྲ་ཞིག་རེད། འཕགས་པ་ཀླུ་སྒྲུབ་ཀྱིས་དང་པོར་བདག་སྟོན་པའི་བར་དུ་བདག་མེད་པར་སྟོན་པའི་ཐ་མ་ལྟ་བཞི་ཀུན་རྟོག་གི་འཁོར་ལོ་ཞེས་གསུངས་པའི་དོན་སློབ་དཔོན་ཨར་ཡ་འདས་པོའི་འགྲེལ་པ་ན། དང་པོར་བསོད་ནམས་མ་ཡིན་པ་བཟློག་པའི་དང། བར་དུ་བདག་བཟློག་པའི་ཐ་མ་ལྟ་བ་ཀུན་རྟོག་གི་འཁོར་ལོ་ཞེས་གསུངས། ཨཱ་ནི། མགོན་པོ་ཀླུ་སྒྲུབ་ཀྱི་གཞུང་གི་ནང་དུ་ཡང་དཔེར་ན་འཁོར་ལོ་དང་པོ་གི་བརྗོད་བྱ་འདི་འདྲ་རེད་འཁོར་ལོ་བར་བ་གི་བརྗོད་བྱ་འདི་འདྲ་རེད་འཁོར་ལོ་མཐའ་མ་གི་བརྗོད་བྱ་འདི་འདྲ་རེད་ཅེས་ནི་ཧ་ཅང་གི་དེ་འདྲ་ཁ་གསལ་པོ་དེ་འདྲ་ལ་ཕ་ཁྱེར་ཀྱང་ཡོད་མ་རེད་ཡིན་ན་ཡང་རྗེས་འཇུག་གི་མཁས་པ་རྣམས་ཀྱིས་མགོན་པོ་ཀླུ་སྒྲུབ་ཀྱི་གཞུང་དེ་དག་ལ་བརྟག་ཞིང་དཔྱད་ན་མགོན་པོ་ཀླུ་སྒྲུབ་ཀྱིས་འཁོར་ལོ་གསུམ་ལ་བལྟ་ཚུལ་ཡང་ན་ཁོང་གི་དགོངས་ཚུལ་དེ་འདྲ་ཞིག་རེད་ཟེར་ནས་ནི་རྗེས་འཇུག་མཁས་པའི་འགྲེལ་བ་རྒྱག་སྟངས་དེ་འདྲ་ཞིག་རེད། དེའི་ནང་བཞིན་དུ་མགོན་པོ་ཀླུ་སྒྲུབ་ཀྱི་སློབ་མ་སློབ་དཔོན་ཨར་ཡ་འདས་དབུས་དབུ་མ་བཞི་བརྒྱ་པའི་ནང་དུ་ཡང་བཀའ་དང་པོ་ལ་བསོད་ནམས་མ་ཡིན་པ་བཟློག་པ་ཞེས་ལབ་ཡོད་པ་རེད་བར་དུ་བདག་བཟློག་པ་ཟེར་བ་དེ་ཐ་མ་ལྟ་བ་སྐུ་མདོག་གི་འཁོར་ལོ་ཞེས་འཁོར་ལོ་རིམ་པ་གསུམ་ལ་མཐར་ཉིན་དེ་འདྲ་ཟིག་སྦྱར་ཡོད་པ་རེད་ཟེར། ཨ་དེ་སོང་བ་རེད་དེ་ཡང་སློབ་དཔོན་ཨ་རྱ་འདས་བ་ཁོང་གིས་འོ་མ་བཞི་སྦྱར་བ་རང་གི་ནང་དུ་འཁོར་ལོ་གསུམ་གྱི་སྐོར་བཤད་ཀྱི་ཡོད་སྟངས་མི་དེ་ལ་རྩོད་པ་ཡོད་པ་རེད་གང་ལྟར་རྗེས་འཇུག་མཁས་པའི་ལྟས་བ་ཡིན་ན་སློབ་དཔོན་ཨ་རྱ་འདས་བས་ཨ་ནི་འོ་མ་བཞི་སྦྱར་བའི་ནང་དུ་བཤད་པ་དེ་འཁོར་ལོ་རིམ་པ་གསུམ་དང་དོན་དག་གཅིག་པ་རེད་ཟེར་གསུང་གི་ཡོད་པ་འོ་དེ་འདྲ་ཅིག་རེད་འདིའི་སྐབས་སུ་བཤད་པའི་མགོན་པོ་ཀླུ་སྒྲུབ་ཀྱིས་དང་པོར་བདག་སྟོན་པའི་བར་དུ་བདག་མེད་པར་སྟོན་པའི་མཐའ་མ་ལྟ་ཞོག་གུ་མདོག་གི་འཁོར་ལོ་ཞིག་སོང་བ་རེད་ཟེར་བ་གི་གཞི་འཛིན་ས་ལྟ་བུ་དེ་གང་ལ་བཤད་གི་ཡོད་པ་རེད་ལབ་ན་ཨ་ནེ་མགོན་པོ་ཀླུ་སྒྲུབ་ཀྱི་རིན་ཆེན་འཕྲང་བ་ལས་དེ་ལྟར་བདག་དང་བདག་མེད་པར་ཡང་དག་ཇི་བཞིན་དམིགས་སུ་མེད་བདག་དང་བདག་མེད་ལྟ་བ་རྟག་དེ་ཆོས་ཐུབ་པ་ཆེན་པོ་རྡོ་རྗེ་ཕ་སྤྱིར་ཚིག་འདི་ལ་ངོས་འཛིན་བྱེད་གི་ཡོད་པ་ལྟ་བུ་དེ་འདྲ་ཅིག་རེད་དེ་ག་རེ་ལབ་ན་དཔལ་དོན་ཟླ་བ་གྲགས་པའི་རྩ་ཆེན་འགྲེལ་བ་ཚིག་གསལ་གྱི་ནང་དུ་ཨ་ནེ་ལུང་འདི་དང་ཨ་ནེ་སློབ་དཔོན་ཨརྱ་འདས་དབའི་ལུང། བསོད་ནམས་མིན་པ་དང་པོར་བཟློག་བར་དུ་བདག་ནི་བཟློག་པ་དང་ཕྱི་ནས་ལྟ་བ་ཀུན་བཟློག་པ་གང་གིས་ཤེས་ཏེ་མཁས་པ་ཡིན་ཟེར་བ་འདི་གཉིས་གཞི་གཅིག་དང་ཡང་ན་དོན་དག་གཅིག་ལ་འབྲེལ་ནས་འགྲེལ་བཤད་བརྒྱ་ཡོད་པའོ་དེ་འདྲ་ཞིག་རེད།